བཀྲ་ཤིས་ལྷན་གྱི་རྣམ་པ་ཚོ་ཚང་མ་ལོས་ལ་ཡུ་སངས Vlog གི་སྙིང་ཐུང། བོད་ཆ་བིད་བོད་པ་གི་ད་ལྟ་ལེའུ་གསུམ་པ་ལ་འཚམས་འདྲི་བཀྲ་ཤིས་ལན་མང་པོ་ཡོད། ཨ་ནི་དེའི་སྙིང་ཐུང་ལ་དེ་རིང་ངས་ག་རེའི་སྐོར་ལ་སྐད་བཤད་ཡིན་ལ་ན། དངུལ་གི་སྐོར་ལ་དངུལ་ལ་དུ་གསེར་དངུལ་ལ་གོ་འོ་དེ་དངུལ་དེ་སྐོར་ལ་སྐད་བཤད་ཡིན། ལྷན་གྱི་རྣམ་པ་ཚོ་མང་ཆེ་མཁྱེན་གྱི་ཡོད་ཀྱི་རེད་དེ་ད Silver དེ་རོ་ཨ་ད་དཔེ་གོང་ཡག་ག་ལེ་ཕར་གྱི་ཕར་གྱི་འགྲོ་གྱི་ཡོད་རེད་ཡོད་ཨ། ཡིན་ན་ཡང་སེལ་བ་འདི་ཉོས་དང་ནོར་ན་ལྷིང་རྣམ་པ་ཚོ་མང་པོ་ཅིག་གྱོང་རག་གི་ཡོད་ཨ་དེ་རིང་ངས་སྙིང་སྟོང་འདི་ལ། གལ་སྲིད་ཁྱོད་རང་ཚོ་དངུལ་འདི་ཉོས་འདུག་ག་རེ་ག་རེ་ལ་དོན་དང་ཆོད་ཁོ་རེ་འོ་དེ་སྐོར་ལ་བཤད་ཡིན་ཨ་ད་ག་ན་ཤེས་འདི་ཕར་རྒོལ་རྒྱུ་མཚན་བཞི་དེ་ཡང་ང་བཤད་ཆོག་ཨ་ཅི་ཕར་རྒོལ་རྒྱུ་མཚན་བཞི་དེ་ག་རེ་ལ་ན་དང་པོ་དེ་ལ་ང་ཚོ་འཛམ་གླིང་སྤྱི་ཡོངས་ཀྱི་ད་ལྟ། Market། ཡོད་ར

མོ་དྲག་འདོད་དང་ཨ་ད་ག་ན་ཤེས་ངོ་ཚོ་རྒྱལ་ཡོངས་ལ་སྤྲེལ་བྷི་དང་ཆུང་ས་ཆུང་ས་ལ་ལེབ་ཏོབ་དང་དེ་ཚོ་རེ་མོར་དང་དེ་ཚོ་ཚང་མ་ནང་ལོ་ཀློག་དཀའ་ཆུ་ལྕགས་ལ་ལ་ད་ནང་དངུལ་བེད་སྤྱོད་པས་འགྲོ་གི་ཡོད་ར་འོ་དེ་ཕྱི་ནས་རེད་ཨ་ནི་གསུམ་པ་དེ་ག་རེ་རེད་ལ་ན་ད་ག་ན་ཤེས་ངོ་ཚོས་ཀྱི་ད་ད Investor ད་འཛམ་གླིང་ལ་ག་ལེ་ག་ལེ Investor དེ་ཚོ་ཡོད་ད་ཆེ་ས་ཆེ་ས་ལ་ད་གསེར་ལ་བེ་ཤ་བླུག་གི་ར་ད་ག་ན་ཤེས་ངོ་ཚོས་ཀྱི་དངུལ་དེ་ནོར་ཡག་པོ་བྱེད་རེ་ཡིན་ནས་དེ་ལ Invest བྱེད་དུ་བེ་ཤ་མང་པོ་དགོས་མ་རེད་ཡིན་ན་དེ་ད་མ་འོངས་པ་གི་འདི་ལ་ཕ་རེས་ཀྱི་གོ་སྐབས་འདུག་བསམ་ནས་ཨ་ནི Investor མང་ཆེ་གི་ད་མིག་དེ་ལ་ཆ་ཚ་འདུག་ཨ་ནི་དེ་ལ་དཔེ་ཆ་མང་པོ་བླུགས་འདུག་ཁོང་ཚོ་གི་ཨ་ནི་འདི་ཡར་རྒྱས་འགྲོ་གི་ཡོད་རེད་འོ་འདི་ཆགས་ཀྱི་ཡོད་རེད་ཨ་ནི་ཞི་བ་དེ་ཁ་ཆེ་ནས་དངུལ་དེ་གོང་ཆེན་པོ་ཆགས་ཀྱི་ཡོད་ལ་ན་ད་ནངས་ཁོང་ཚོ་འཛམ་གླིང་ནང་ལ་དངུལ Supplier ཆེ་ཤོས་དེ་རྒྱ་མི་ཆགས་གི་ཡོད་རེད་ཨ་ནི་རྒྱ་མི་གི་དེང་སང་ཁོང་ཚོ་གི Export Policy གསར་བ་བཟོས་རེད Rules།

སྔོ་འདི་ཉོས་འདུག་ཚང་མ་གཟབ་གཟབ་བྱས། སྐད་ཆ་ཁ་ཤར་བྱེད་ཡོད་རེད་ཡོད། ད་འོ་འདི་ཁ་ཤར་འདི་ག་རེ་ག་རེ་རེད་ལ་ན་ལྷན་གྱི་རྣམ་པ་ཚོ་ལ་ངེད་ཀྱིས་རེ་མེད་རེ་མེད་ཞུ་ཆོག་བྱེད་རོགས་ཨ། ཨ་ནི། དང་པོ་འདི་ག་རེ་རེད་ལ་ན་ལྷན་གྱི་རྣམ་པ་ཚོ་དངུལ་ཉོ་ག་འགྲོ་འདུག་ག་སོ་དངུལ་ལ་མཚོན་རྟགས་བྱོས་སོ་སོ་ཧོལ་དམག་འགྲོ་བྱོས། འོ་འདི་རོགས་ག་རེ་ཁྱི་ཆེན་པོ་རེད་ལ་ན

འདི་ཉོ་ཡས་ཀྱི Facility ཁྱོད་རང་ཚོ་ཚོང་ཁང་ལ་ཡོད་རེད་བས་ལན་ལ་འོར། ཨ་ཚོང་ཁང་དེ་ཡོད་མ་རེད་ལ་ན། ལམ་སང་འོ་དེ་ཚོང་ཁང་ནས་དོན་ཡས་རེད་འདི་ཉོ་ཡས་མ་རེད། ཚོང་ཁང་ལ་འོ་དེ Policy ཡོད་གི་ས་ནས་ཉོ་གོ་རེད་འོ་དེ་ཆ་ས། ཞེས་བ་དེ་ག་རེད་ལ་ན། གལ་སྲིད Policy ཨེ་འདྲ་འདུག་བསམ་ནས་ལམ་སང་ཉོ་དམིགས་རྩོམ་འགྲོ་ཡས་མ་རེད་ཡོད། ཉོ་རྒྱུ་ཡོད་ན་ཁོ་ཚོ་ལ་རོགས་བིལ་ཏེ་ལ་འོར་བིལ་ཏེ་དགོས་ཡ་པེ་གལ་ཆེན་པོ་རེད་བིལ་ཏེ་ཉར་དགོས་རེད་ཁ་ཆེམས་བིལ་ཏེ་སྤང་བྱ་རེད་ཁྱོད་རང་གིས་ཉིས་སྟོང་དེ་ག་ཟ་པེ་ཤ་དེ་ག་སྤྲད་ནས་ཉོས་རེད་ཨ་ནི་ཁྱོད་ཀྱིས་སིལ་བར་དེ་བིལ་རེད་ཨོ་ད་ཚོང་ཁང་དེ་ནས་ཉོས་རེད་ཨ་ནི་མ་འོངས་པ་ཁྱོད་རང་པེ་ཤ་ཤོར་ཏེ་ཆག་ཡ་འདྲེ་ཆག་ཡ་ཆག་ན་ཡ་མ་འབྲོག་མར་ཚོང་ཁང་དེ་མིང་བཏགས་ན་འོ་དེ་རང་ལ་ཙོང་ཁ་འགྲོ་ཡ་ཡོད་རེད་ཨ་ནི་ཁྱོད་རང་ལ་ཁོ་ཚོ་ཏྲ་སི་ཨི་ཤུ་བི་ཆག་གི་མ་རེད་ཡོད།

ཨ་ནི་དྲུག་པ་དེ་ག་རེ་ལ་ཡིན་ལ་ན་གལ་སྲིད་གསེར་དངུལ་ཉོ་ཡ་ཡིན་ན་རོ་དངུལ་དེ་ལ་ག་ལ་འོ་རེད་ཕར་དང་རོ་མགྱོགས་པོ་ཕར་ཁྱེར་དང་ཆགས་དོན་ཡས་དཔེ་མགྱོགས་པོ་ཆགས་ཁྱེར་འོ་ཞིང་ཟབ་ས་བྱེད་དཔེ་ཤ་ཡོད་རྒྱུ་ཚང་མ་འགྱུར་བ་མ་དང་ག་ལེ་ག་ལེ་སྤྱང་པོ་བྱེད་ནས་འགྱུར་བ་དང་ཡོ། ཨ་ནི་འདུན་པ་འདི་གར་ལན་བླ་ན། ཁྱོད་རང་ཚོ་སྔོན་དུ་འགྱུར་བ་བཏང་འདུག་ག་སུ་དུས་ཚོད་ཡག་པོ་འདི་ལ་སྒུག་དཔེ་ཆ་འདུ་ཚོད་ཡག་པོ་གར་བླ་ན་མ་ཆགས་འདུག་འདི་རེད་ཡིན་ན་ཆགས་ཀྱི་འདུག་བསམ་ན་རེད་དེ་འདུག་བཙོང་ཨེ་ཡོད་མ་རེད་འཕར་གྱི་འདུག་བསམ་འདུག་ག་སུ་ཉོ་ཨེ་ཡོད་མ་རེད་འདི་ཚོ་དོན་དག་ཡག་པོ་བྱེད་ཡོད་ཨ་ནི། འདི་ག་ལ་ད་ལྟ་སིལ་བར་འདི Booming འདུག་བླ་ན་རྟག་པ་མཐོ་བོ་འདིག་མ་རེད Fluctuate ཆ་འདི་རོ་འདི་འདུག་བྱས་ལ་སྐམ་དང་དཔེ་ཤན་དགོས་དཔེ་གལ་ཆེན་པོ་རེད།

དཔེ་ཆ་ནང་གསལ་དགའ་རྒྱུ་རེད་དེ་སྙེ་མ་སྟོང་ན་ལྔ་བཅུ་ང་ལྔ་ཡིན་འདུག་ག་སོ་འདི་རྗེས་ལ་ཕྱིས་སུ་ད་ད་ལྟ་ངེད་ཅག་རེས་འགྲོ་ཉིས་འབུམ་གཉིས་དང་སྟོང་དང་བདུན་ཅུ་སུ་ཆ་ཡོད་ར་འདི་ལ་འདི་ག་དུ་ར་ནི་པར་སེན་ཏེཇ་གཅིག་ཡོད་ར་པར་སེན་ཏེཇ་སུམ་བརྒྱ་དགུ་བཅུ་འཕར་འདུག་ཨ།

ནི་ང་སྙིང་ཐུང་དེ་ལས་ཡག་ཡག་ཡག་ཁྱེད་ནི་ལས་ཀྱི motivation རག་ཡི་འདུག་སྙིང་ཐུང་ཡག་པོ་ཡག་པོ་སྟོན་ཐུབ་ས་རེད་ཡོད་ད་སྙིང་ཐུང་དེ་གི་མཐའ་མ་དེ་ལས་ཀྱི་འདུག་ལྷན་གྱི་རྣམ་པ་ཚོ་ལ་ནི་ག་རེ་ལ་ཡོད་ལ་ན་རྣམ་ཤེས་དྲང་དྲང་འགྲོ་ཡི་འདུག་ང་ཚོ་དམིགས་བསལ་གྱི Europe ལ་དེང་སང་གངས་བབས་རླུང་རྒྱབ་ནི་འགྲམ་པ་དེ་ཚོ་ཡིན་རྗེས་དྲང་ནི་ཤི་རོ་ཤི་རོ་བྱེད་ཡི་འདུག་ཨམ་ཅོག་དང་ཡིན་པ་བྱེད་རོ་འོ་དེ་འདུག་ང་ཚོ་མར་ཕླ་ཏི་རོ་བྱེད་ཨེ་འདྲས་ཨམ་ཅོག་ཀ་ཡ་དེ་ཚོ་བྲིས་ཡས་ན་རེད་ཞྭ་མོ་གོན་ཡས་ན་ཡག་པོ། ཁྱོད་རེ་ཆི། ཨ་ནི་དེ་ག་ནས་བཤད་ཀྱི་ད་ལྟ་གཟུགས་པོ་ཚ་བོ་དེ། Ginger Tea ཡག་པོ་ཡོད་རེད་ཨ་ནི་མཚན་མོ་ལ་འོ་མ་བཏང་ལ་ཨ་ནི་ང་ཚོ་གི Turmeric ཡོད་ར་ག་སའི་ལུག་ནས་བཏུང་ནས་ཕན་པོ་འདུག་ཆམ་པ་རྒྱག་དུ། ཡང་སྨན་དུ་འདུག་ལན་དགོ་མེད་ན་འོ་དེ་ཚོ་བྱེད་དུ་ཡིན། ཨ་ནི་གྲོ་བོ་དེ་རུ་ཆི། ད Vicks དེ་ཕན་པོ་ཡོད་རེད་ཆམ་པ་རྒྱག་དུ་ཡོད་རེད་ན་གནའ་བོ་གག་དྲོ་བྱེད་ན་ཕལ་ཆེར་ང་དགོན་ཟླ་ལ་ང་གནའ་བོ་མང་པོ་གག་གི་ཡོད་ར་ཨ་ནི་དེ་འདུག་བ་སོ་ལྕགས་པོ་བྱེད་རུ་ཆི། ཨ་ནེ། ད་ག་ན་ཤི་ལང་ཀ་འགྲོ་དུས་ཟབ་ས་ཆེ་རུ་ཆེ་ཧང་གོ་ཡག་པོ་ཁོས་གདབ་སྲིད་དོ་གོ་རེ་ཁ་ཆེན་ཁ་བོ་ག་ས་ལ་འཁྱག་པ་ད་དེ་ཚོ་གང་དེ་ནེམ་ནེམ་དེ་འཁྱག་འཁྱག་པ་ཆག་འཁྱག་པ་ཆག་དུ་ཤོར་ད་མ་བཏང་ཆོག་ཆོག་འགྲོ་ཆ་ཡི་དོ་ཨ་བོ་དེ་འདུག་ག་སུ། ཨ་ནེ། དེ་གང་ལ་ད་འདུས་གར་ལ་ལ་ན།

ཡང་འདི་སྐོར་ལ་ང་རང་ཁེ་བོ་ཡོད་ལ་གི་མེད་ང་རང་ཡིན་ན་ཡི research བྱེད་ཡག་མ་སྐད་ཆ་གོ་ཨ་ད་ག་ན་ཤི་འདི་སྐོར་ལ་སྦྱངས་འདི་སྐོར་ལ་ཀློག་བྱེད་ནས་ཨ་ནི་ངེད་ཀྱི་འདི་སྙིང་དོན་བཟོ་གོས་ཡིན་ང་ཁེ་དབང་ཡིན་ང་ལ་མང་པོ་ཡོད་ང invest བྱེད་གོས་ཨ་འདྲ་ལ་གི་མེད་ང་རང་སྐད་ཆ་ད་ང་རང་དོ་ད་དམིགས་བསལ་གྱི་སྐད་ཆ་དྲིས་ན་ང invest བྱེད་མེད་ང་ཡི་དེ་ཐང་ཤོ་ཁོ་ཡ་དེ་ངའི་ཨམ་ལ་བཙན་ཁོ་སོང་དེ་རྗེས་ལ་ནི་ངའི་ངོ་ཤེས་བ་པི་འགལ་གྱི་བཙན་ཁོ་སོང་དེ་རྗེས་ལ་ནི་ངའི་གྲོགས་མོ་གི་ཁ་བ་ཡ་ན་ཅིག་ནི་ད་ནི་ཁོ་ཤ་ཨ་ནི་དེ་ག་ལ་ད་འདུན་ངའི་ཁ་ཟིང་རང་དེ་སྐོར་ལ་ཅིག་དེབ་ཅིག་བློ་ཡིན་ཨ་ནི་ད་འོང་རང་ངེད་ཀྱི་དེ་སྐོར་ལ་བིད་འགྲོས་ཅིག་ཐོང་སོང